དེ་ནས་ད་ཁྱེད་རང་གི་བལྟ་རུས་དེ་ལ་རྫོགས་དགོས་ར་ད་སྤྱིར་བཏང་དྲ་རྒྱ་གི་སྐོར་འདི་བོད་ཀྱི་སྤྱི་ཚོགས་ཀྱི་ནང་ལོགས་ལ་ཡང་ངོ་མ་ཁུག་ད་ལྟ་རྒྱལ་ནང་ནས་ཁུག་ཚད་དུས་ཚུན་ཐེངས་གི་ཐོག་དེ་བལྟར་གནང་ངེས་ཀྱི་ད་ཁྱེད་གང་འགྲོ་ལུགས་དེར་གང་འགྲོ་དང་དེ་ནས་ཧྲིན་ཀྲེན་ལ་སོགས་པ་ནམ་ཡིན་གི་ཐོག་ནས། དེ་ནི་དྲ་རྒྱ་གི་ནུས་པ་དེ་སོ་སོ་རང་རང་གི་འཚོ་བ་དང་དེ་ནི་ཚོང་ལ་ཚོར་འབྲེལ་ཐུབ་ལས་ངོ་མ་དངོས་ཡོད་བདེན་པ་བདེན་ཐོབ་ཀྱི་ཐོག་ནས་མི་ཡི་མི་ལ་གཏོགས་དེ་ལས་ནང་རྐྱེན་གྱི་ཐོག་ནས་ད་ད་ལྟ་དྲ་རྒྱ་དེ་འབྲི་འབྲི་ཤེབ་ཤེབ་གསལ་པོ་རིས་ཚར་ལ་རིས་ལས། ངུ་སྐད་ཀྱི་ས་ཆ་ནི་ཁོ་དྲ་བ་རུ་མི་གཉིས་རྫོགས་འདུག་དེ་ལ་ཁྱེད་ལྷ་འདྲེ་གཉིས་ཐོགས་དེ་རིགས་ཀྱི་རྣམ་པ་འདྲི་མི་སྲིད་ཡེ་ཡ་ཕྱིས་མི་ཐོབ་ལེར་དེ་ནི་མི་ཁྱི་རྒྱ་ལ་ཁ་ཨེ་ལ་མ་ཁོ་དེ་སྔ་ཁྱི་ར་རེ་བས་ཁོ་གཡོག་བདའ་བས་གྲི་བདའ་བས་ས་ནི་གྲི་བདའ་བས

བེད་སྤྱོད་འོག་མཁན་དང་ཡང་ན་ཀྱི་ཚད་ལྡན་ཚུལ་མཐུན་གྱི་རང་བཞིན་གྱི་ཐོག་ནས་འགྲོ་ཐབས་གོང་ན་དཔེ་དཀའ་ལས་ཁག་པོ་འདྲ་བྱིན་ས་རེད་ད་ཁྱེད་ནི་འདྲ་བྱེད་ཡོད་ན་ངོ་མ་འདྲ་བྱེད་ཡོད་ན་འདིའི་སྐད་སྐད་ཆ་སྐད་བརྗོད་ཀྱི་ལམ་ཁ་ནས་འདི་གི་ལམ་ཁ་ནས་ཅེས་བཀག་སྡོམ་ཡོད་པ་དང་དེ་འབྲེལ་གྱི་གནད་དོན་ཤར་དགོས་རེད་དེ་ཡིས་ད་ལྟ་དེ་གི་གནད་དོན་དེ་མིན་ནའང་དེ་ནི་ཀྱི་ཚོང་ལས་དེ་དཔེ་ཚེ་འདིའི་ཚུར་མཐུད་དང་གྲྭ་བ་དེ་བཅས་ཡག་པོ་གཅིག་འགྲོ་ཐུབ་དགོས་ན་ངེད་ཀྱིས་སྤྱི་དམངས་ཀྱི་ད་གཟོད་དེ་གའི་བསམ་བློ་དང་ལྟ་སྤྱོད་འོག་དུ་སྲོག་ཡ་གཅིག་འཕེལ་རྒྱས་འགྲོ་མ་ཐུབ་ཚ་དུས་འདི་འོག་ཅིག་ད་དཔེ་ཆ་བཞག་པ་ཡིན་ན་ཅིག་འཁྲབ་སྟོང་གི་རང་བཞིན་ཅིག་དང་དེ་ནས་མ་རབས་ཀྱི་རང་བཞིན་ཅིག་རེད་མ་གཏོགས་པ་ཅིག་ལ་ཅིག་འདི་གི་ཅིག་ད་ཤེས་ཡོན་གྱི་སྡེ་ཟེར་དགོས་ན་ར་གང་ལྟར་ན་ཅིག་ད་གནས་ལུགས་དང་དེ་ནས་སློབ་སྦྱོང་གི་གར་སྟེགས་ལྟ་བུ་ཟེར་ངོས་འཛིན་བྱེད་ཀྱི་མི་འདུག་བ། དེ་འདྲ་ཡིན་དུས་དེ་ལ་ཏུན་ཏཱ་དངོས་གནས་གནད་དོན་ཆེན་པོ་ཅིག་འཕྲིན་དུ་བསམ་གི་ཡོད་ད་དཔེ་ཆ་ཞག་པ་ཡིན་ན་ཨེ་ལོན་མཱ་སི་ཁི་གི་ག་འགྲིག་ཅིག་བཤད་དགོས་རེད་ཟེར་ན། ཁྱོད་སློབ་ཆེན་འགྲོ་དགོས་གི་མ་རེད། དེ་མཚམས་གྲྭ་བ་འཛམ་བུ་ལན་ཆ་ཚང་དེ་ས་གོང་གོ་ལ་འདི་འདྲ་བྱས་ན་གྲྭ་བྷིག་གི་དུས་རབས་ཅིག་ཆགས་དགོས་རེད། དེ་ཡིན་དུས་དེ་ལ་གྲྭ་བྷིག་གི་ནང་ནས་ཁྱོད་རང་སློབ་སྦྱོང་བཟོ་ཆོག་དགོས་རེད་ཟེར་ཡོད་རེད། ད་ངའི་སྐད་ཀྱི་འཁོར་ཡུག་ནང་འདྲ་ཅན་པ་ཡིན་ན། ད་དེ་ཕར་བཞག་དུས་ནས་མ་རབས་ཐ་ཤལ་མང་པོ་ཅི་ཡང་སྣེ་འདྲེན་འདྲ་པོ་ཅིག་བཟུང་འདུག་ན་དེ་ནས་དེ་ན་ལ་ཁོ་མགོ་འཁོར་གྱི་རེད་མ་གཏོགས་པ་ཅིག་ལ་ཅིག་འདི་དྲ་བའི་གི་ཁབ་ཚོགས་འདི་ཅིག་ཤེས་པར་གི་ཁབ་ཚོགས་ལ་བསྒྱུར་རྒྱུ་དེ་ལྟ་བ་དེ་རྩ་བ་ཉིད་ནས་མི་འདོར་བ་ལས། དེ་ཅིག་དཔེ་ཆ་བཞག་པ་ཡིན་དེ་མིན་ཚ་དུས་སྐྱེལ་མཁན་ལ་དེ་གི་ནུས་པ་མེད་པ་དང་ཉན་མཁན་དང་དེ་གཉིས་ཀྱི་བར་དུ་ན་ལ་ཧེ་བག་ཆེན་པོ་འགྲོ་འོང་དུས་དེ་ལ་དྲ་བ་དེ་རང་གི་ཕྱོགས་ཀྱི་དེ་ཅི་ཧུད་དུ་ན་ལུས་འདུག་ད་ལས།

གོང་ལྷ་འདྲ་བརྒྱན་པ་ཡིན་ན་སོབ་རྒྱག་དོན་ག་འདྲི་ཡོད་པ། དུས་ཚོད་ཀྱི་ལམ་ཁ་དེ་ནི་ཞིབ་ཆ་བའི་ནོ་སྐད་ཆ་གཞན་གྱི་རྩ་བ་ཉིད་ནི་འོག་མ་རི་ལ་ནི་ཉི་ནག་རྒྱག་མཁན་ཡང་མེད་པ་འདྲ་པོ་རེད། ད་དཔེ་ཆ་གཞག་པ་ཡིན་ན་ངོ་མི་དྲ་བའི་གི་འདི་གི་ད་འཁོར་རྒྱུག་རུང་གི་དང་འདི་གི་ཅེས། ད་སྤུས་ཚིག་གི་ལམ་ཁ་ནི་འདྲི་བྱེད་པ་ཡིན་ན་དཔེ་ཆ་གཞག་པ་ཡིན་ན་དེ་རིང་དྲང་བཞག་ག་འདྲི་ཅིག་ནི་བཟོ་ཡོད་པ་དང་དེ་བརྒྱུད་ཚིག་གི་སྤུས་ཚིག་གི་ཐད་ནས་འགན་ལེན་ཇི་ལྟ་ཡོད་པ།

ཚོགས་བར་ལ་དཀའ་ངལ་འཕྲིག་འདི་ཡག་རེད་ད་སྤྱི་སྟངས་མཁས་ཟེར་ན་ཤེས་རྫིག་ནས་ཐམས་ཅད་མཁས་མདོག་ནི་ད་མཁས་པ་ཆགས་དགོས་རེད་དེ་ནི་ཡིན་ན་ཡང་ད་རང་ཁ་རང་གསོ་མཁན་ལམ་ཁ་དེ་ནས་སང་ལོ་ཅན་སྟོང་པ་ཡིན་ན་དཔེ་དཀའ་ལས་ཐབས་པོ་དེ་འདྲ་ཆགས་དགོས་རེད་ད་དེ་གཅིག་ནས་ཆེ་རེད་བཟོ་དུས་དེ་ལ་ངས་ཁྱེད་ཀྱི་བཅུ་ཕྲག་རིག་པའི་གཞུང་ལུགས་དེ་ལ་ཅིག་གནད་དོན་ཡོད་བསྡད་པ་ད་གནས་སྟངས་ཟེར་ན་གཅིག་དུ་སོག་ལེ་ཅིག་ནོས་པ་མི་སོང་ཨ་རེད་ཟེར་ན་དེ་ཡང་མ་རེད་དེ་ན་ཡིན་ནའང་ད་ས་གཅིག་གི་སྲིད་དབང་བཟང་ནས་ད་གཉིས་བར་དུ་ན་ལ་གཅིག་ངེད་གཅིག་གི་ད་ནུབ་ཚོགས་ཀྱི་རི་གནས་ཟེར་དགོངས་ན་འདྲ། ཡང་ན་དེང་རབས་ལ་མཁོ་བའི་ཡང་ན་འཚོ་བ་དངོས་ལ་མཁོ་བའི་ཡང་ན་འཚོ་གནས་རིག་པ་ལ་མཁོ་ལེ་གི་དེ་འདྲིས་གི་ད་ཤེས་བྱ་མང་པོ་ཅན་ནང་འདྲེས་བཟོ་མི་ཐུབ་བའི་གི་གནས་སྟངས་དེ་དང་གཅིག། གཉིས་གཅིག་ཐིག་ནི་ར་ཅན་པ་ཡིན་ན་དྲ་བའི་གི་སྤྱི་ཚོགས་འདི་ད་དར་ནས་ལོ་ངོ་མང་པོ།

ཡང་ན་ཚོང་ལས་པ་ཅིག་ཡིན་པ་ཡིན་ན་ཚོང་ལས་ཚད་ལྡན་ཚུར་མཐུད་ཀྱི་ལམ་ཁ་ནས་འདི་འདྲའི་རྒྱབ་སོང་བ་ཡིན་ད་སྒོ་མ་རེ་རེ་ལ་ཁྲི་ག་ཚོད་ཀྱི་ཚོང་རྒྱག་གི་འདུག་ཚོང་ཚོང་པ་ཡག་དྲག་ཏུ་བཟོ་གི་ཚད་ལྡན་ཚུར་མཐུད་བྱས་ཏེ་འགན་དེ་བཟོ། ད་དེ་འདྲའི་ཅན་ཡིན་འདུག་དེ་ལ་ངས་ཁྱེད་ཀྱི་ཕན་ཚུན་བར་དེ་ན་དྲ་བའི་གི་འབྲེལ་མཐུད་དེ་ཕྱིར་མི་དགོས་པའི་གི་རྒྱུ་མཚན་དེ་འདྲའི་ཅན་རེད་འདུག།